ཁོ་ཚོས་རེ་བ་བྱེད་ཀྱི་ཡོད་རེད་བ་བཀའ་སྤྱི་ལགས་ལ་སུ་གང་བྱེད་ཀྱི་ང་ལ་སྐད་ཆ་དྲི་ངས་མིག་གསལ་བྱུང་མ་སོང། ཨོ་ཡ། ད་དུམ་ཚོམ་གསུམ་པ་དེ་ཀློག་གི་ཡིན་ད་ཁྱེད་ཚོ་དོ་སྣང་བྱེད་ཨ། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་བཙན་བྱོལ་བོད་མིས། བཅའ་ཁྲིམས་གཏན་འབེབས་མ་གནང་བར། གྲོས་ཚོགས་ཀྱི་བརྒྱུད་རིམ་མེད་པར་གནས། དེའི་སྐབས་དབང་ཚའི་ཐུགས་བཞུད་ནི་ཆེས་དུས་རྒྱུན་ལས་ཚོགས་འདུས་ཡིན། བཀའ་ཤག་ནས་ཐག་གཅོད་གནང་མ་ཐུབ་པའི་རིགས་དང། སྔོན་རྩིས་སོགས་གལ་གནད་ཆེ་བའི་ཐག་གཅོད་ཚང་མ་ཆེ་བསྟོད་རྒྱུན་གནས་ཀྱིས་གནང་གི་ཡོད། ལེ་ལའོ་ཏུ་བ། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་གི་ལོ་ལ་ཡར་བ་ད་བཙན་བྱོལ་བོད་མི་ལ་ལ་ད་ང་རང་ཚོ་དེ་སྐྱབས་བཅོལ་ལ་ལས་ཡོད་ལ་ཧོར་བ། ངོ་འདི་ཚོ་གི་ད་ཁྲིམས་འདི་ཚོ་པད་ཁོ་ད Confirm གཏན་འབེབས་ཆགས་ཡོད་རེད་བས་ལ་ན། གཏན་འབེབས་མ་གནང་བར་ས་གཏན་འབེབས་མ་གནང་བ་ན་ད་བྲི་ཡས་བྲི་ཚར་ད་ད་ང་ཚོ་དེ་ལག་བསྟར་བྱེད་ཀྱི་ཡིན་ད་ལ་ནས་ཡ་པད་ཁོ་ད། ཐག་ཆོད་ནས་བཤད་འབྱོར་བ་གཏན་འབེབས་བྱེད་མེད་བ་སོང་ཙང། ད་ག་རེ་ག་རེ་བྱེད་ཀྱིན་ཡིན་པ་ག་འདྲས་བྱེད་ཀྱིན་པ་ཚང་མ་གཙང་མ་གཙང་རྐྱང་ཆ་མེད་པར་སོང་ཙང་ཨ་ནི་གྲོས་ཚོགས་རུ་ཨ་དེ་ཚོས་ཀྱིས་ད་ཨ་ནི་དུས་དུས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ནས་བཞིན་ནས་ད་གནས་སྐབས་རིང་ག་ལ་ཡར་གྲོས་ཚོགས་འདི་ཡར་འགྱུར་བ་དམིགས་བསལ་བཏང་ཡོད་རེད་པས་ལ་ན་ནང་ལོགས་ལ་ཡང་འགྱུར་བ་བཏང་ཡོད་མ་རེད་ཁོ་རང་ཚོ་རང་མུ་མཐུད་ནས་བསྡད་བསྡད་རེད་ཟེར་བ། ད་དུས་ཚོད་འདི་གི་སྐབས་སུ་ཨ་ནི་དབང་ཚད་མཐོ་ཤོས་ལ་ན་ད་ཚང་མ་ནང་ལོགས་ནས་དབང་ཆ་མཐོ་ཤོས་ལ་ཡོད་རུ་ཨ་སུ་ལ་ཡོད་རུ་ལ་ན་ཆེ་བསྟོད་རྒྱུ་ནས་ཚོང་འདུས་ཚོ་ཡོད་རེད་ལ་རང་ས་རྒྱུ་ནས་ལ་ན་ད་འདི་གི་ནང་ལོགས་ལ་ཡར་ལས་ཀ་བྱས་ཏེ་ངས་ད་གི་རུ་ཨ།

སྔོན་རྩིས་ལ་ན་ད། སྔོན་རྩིས་ལ་ན་ཁ་ལ་བ་ལ་ན་ད། འགྲོ་སོང་ཅིག་མ་འགྲོ་སྔོན་ནས་ཡག་ཁོ་རང་ཚོ་གི་དེ་ག་དེ་ག་འགྲོ་ས་རེད་ལ་ནས་རྩིས་སྒྲིག་བྱོས་ར་ད་རྩིས་རིག་ཚང་མ་ཨ་ནི་གལ་ཆེ་བའི་གནད་དོན་ག་འདྲེ་འགྲོ་བཞིན་ན་ཐག་གཅོད་བྱེད་ཡ་ཚང་མ་དེ་ཆེ་བསྟོད་རྒྱུ་ལས། གི་བྱེད་སྒོ་རེད་ར། འདི་ཚར་བ་ཆེ། ད་ང་ཚོ་མ་འོག་ལ་ཅིག་འགྲོ་འདི་ར། ཆེ་བསྟོད་རྒྱུ་ལས་ནང་ཆ་ཤས་ལེན་མཁན་ནི་ས་བཀའ་བློན་རྣམ་པ་དང་ད་འདི་ནང་ཆེ་བསྟོད་རྒྱུ་ལས་ནང་ལ་སུ་སུ་འདྲེ་འདུ་ད་ང་ཚོ་ལ་གིན་ད་ར། ད་ཆེ་བསྟོད་རྒྱུ་ལས་ལ་ད་འདི་ང་ཚོ་ད། སྡེ་ཚན་གཅིག་གི་མིང་རུང་བ་དང་སྡེ་ཚན་དེ་གི་ནང་ལོགས་སོ་སོ་ལེགས་དོགས་ཀྱི་ནང་ལོགས་ལ་ཡང་བཀའ་བློན་རྣམ་པ་དང་སྤྱི་འཐུས་རྣམ་པ་ལས་ཁུངས་ཁག་གི་དྲུང་ཆེ་བཅས་རེད་ལས་བྱེད་ཚང་མ་ཚུད་འགོར་བའི་ལ་ན་ལས་བྱེད་ཚང་མ་ཚུད་གི་ཡོད་མ་རྟ་རྒན་ཟེར་བ་དེ་གི་ནང་ལོགས་ལ་བཀའ་བློན་འདི་ཚོ་བྱས་བཀའ་བློན་ང་ཚོ་ལྷན་ཁང་བདུན་ཡོད་བ་འོན་དེ་གི་བཀའ་བློན་དེ་ཚོ་བྱས་ད་དུས་ཚོད་འདི་གི་སྐབས་སུ་ཡང་ལྷན་ཁང་བདུན་ཡོད་རེད་བས་ལ་ན།

ལ་འཛུལ་ཞུགས་བྱེད་ངེས། ཚང་མ། དགོངས་འཆར་གནང་རྒྱུའི་ཐོབ་ཐང་ཡོད་ནའང། ཚང་མ་གི་བསམ་ཚུལ་འཕྲད་ཡས་ཀྱི་ཐོབ་ཐང་ཡོད་པ་ཡིན་ན་ཡང། ཐག་གཅོད་གནང་རྒྱུའི་དབང་ཆ་ནི། ཐག་གཅོད་བྱེད་ཡས། འོ་འདི་དབང་ཆ་འདི་སུ་ལ་ཡོད་ལ་ན་སྤྱི་འཐུས་འདི་ཚོ་ལ་ཡོད་རེད། སྤྱི་འཐུས་རྣམ་པའི་སྤྱི་མོས་སམ། སྤྱི་མོས་ལ་ན་ཚང་མ་གི་སྤྱི་ལ་ན་གང་ཟག་ལ་ཡོད། ཚང་མ། ཚང་མ་གི་ད་མང་མོས་ཀྱི་ཐོག་ནས།

ད་དེ་ངོ་དེ་ལ་བརྟེན་པའི་མ་ནང་ཚང་ཨ་ནི་ཁ་ཆེ་སོགས་གྲོས་ཚོགས་ཀྱི་བརྒྱུད་རིམ་ནི་དེབ་དཔེ་ཁོ་རང་མུ་མཐུད་ནས་སྟེར་བ། ད། བཅའ་ཁྲིམས་འདི་གཏན་འབེབས་བྱས་ཚར་བ་ནས་བཟུང་ཞེས་ཧང་བོ་སེ། ཁ་རན། ད་དེ་དཔེ་ཁོ་རང། ད། ལག་བསྟར་བྱེད་ཀྱི་ཡིན་ལ་ནས་ད་གཏན་འཁེལ་འབྱོར་བ་གཏན་འཁེལ་ནས་བཟུང་ནས་བྱས་ནས། ཁྲིམས་བཟོའི་བརྒྱུད་རིམ་འགོ་འཛུགས་ཞུས་ཤིང། ད། ཁྲིམས་བཟོས་ལ་ན་ད་ཁྲིམས་ཀྱི་འགྲོ་སྟངས་འགྲོ་རུག་བྱེད་འོར་བ་འོ་དེ་ཚང་མ་ཡི་ཁ་ཆེ་རེད་ལ་ནས་ད། དེ་སྔོན་ནང་པའི་ཡིན་པ་ནང་བཞིན་གྱི། ད་ང་ཚོས་ཀྱིས་རྩ་ཁྲིམས་ནང་ལུགས་ལ་ཟིན་བྲིས་བརྒྱབ་པ་ནང་བཞིན་གྱིས་འདུག་ཁོ་རང་ཚོས་ཀྱིས་དེ་ཚོ་གོ་རིམ་དེ་ཚོ་ཏག་ཏག་ཏག་ཏག་བརྒྱུད་རིམ་ཚང་མ་ཏག་ཏག་ཏག་ཏག་འགྲོ་ཡ་གོ་ཚུལ་བ་རེད། དེ་ཡང། བཅའ་ཁྲིམས་ཀྱི་དགོངས་དོན་ལྟར། ཟླ་དྲུག་ནང་ཚུན་གྲོས་ཚོགས་རེ་ངེས་པར་འཚོགས་དགོས། ར། ད་ཁོ་རང་ཚོས་ཀྱིས་ཁྲིམས་སྲོལ་དེ་ཁྲིམས་སྲོལ་ལ་ན། ད་ལུང་པ་ཀྱིས་ཁྲིམས་སྦྱོར་བ་འོན་ཏེ་ཡང་བསྐྱར་ཡང་བསྐྱར་བཟོས་ཡས་ཀྱིས་བརྒྱུད་རིམ་སྦྱོར་བ་འོན་ཏེ་གོ་ཚུལ་བ་རེད། དེ་ག་འདྲ་རེད་ལ་ན། དེ་ནི། ཁྲིམས་ཀྱི་ནང་ལུགས་ལ་འཁྲིལ་བ་ནང་བཞིན་གྱིས་ར། དེ་སྔོན་དེ་ལ་ཡང་ང་ཚོས་ཀྱིས་རྩ་ཁྲིམས་ཟིན་བྲིས་ཡོད་བ། ལེའུ་ཧ་ར་བཅུ་དང་དོན་ཚན་བདུན་ཅུ་དེབ་བདུན་བརྗོད་པ་འདི་ཀྱི་ནང་ལོགས་ལས་གསལ་བ་ནང་བཞིན་གྱི་ཟླ་བ་དྲུག་དྲུག་ལ་ཡང་ནི་ཚོང་འདུས་གྲོས་ཚོགས་རེ་རེ་རེ་རེ་ཚོགས་དགོས་ཀྱི་ཡོད་རེད་ཟེར་བ། འོན་ཏེ་ཚོགས་འདུའི་སྐབས་སུ་ཁོང་ཚོས་ཀྱི་ག་རེའི་བཟོ་བཅོས་རྒྱག་དགོས་ཀྱི་འདུག་ག་རེའི་འགྱུར་བ་བཏང་དགོས་ཀྱི་འདུག་ཚང་མ་ཐག་ཆོད་པོ་རེད། གྲོས་ཚོགས་དེ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུས་འགྲོ་ལུགས་དང་ར། ད་གྲོས་ཚོགས་དེ་འགྲོ་སྟངས་འགྲོ་ལུགས་འབྱོར་བ་འོན་ཏེ་ར། སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་འདུས་ཀྱི་འགྲོ་སྟངས་འགྲོ་ལུགས་ནང་བཞིན་དང། ལས་དོན་བྱེད་ཕྱོགས་ཀྱི། སྒྲིག་གཞི་ལེའུ་གཉིས་དང་དོན་ཚན་བརྒྱད་དང་སུམ་ཅུ་སོ་གཉིས་བཅས་ལྟར་འཚོགས་དགོས། ལྟོ་ཁོ་རང་ཚོ་གི་སྤྱི་འཐུས་ཀྱི་ནང་ལོགས་ལ་ཡང་ཁོ་རང་ཚོ་གི་ཁྲིམས་གཏན་འབེབས་བྱེད་རྒྱུ་འབྱོར་བ། སྤྱི་འཐུས་ཀྱི་ཚོགས་འདུ་འཚོགས་སྟངས་འབྱོར་བ་དེ་ནང་བཞིན་གྱི་ནི་ལས་དོན་ག་འདྲས་རོགས་བྱེད་བྱས་པ་ཡིན་ད་ཡིན་ད་སྒྲིག་གཞི་འདི་ང་ཚོ་གི་ད་ཨིན་ཇི་འདྲ་ལ་བ་ཡིན་ན Rules འདི་འདི་འདི Follow བྱེད་དགོས་རེད་ལ་ཡོད་ར། འོན་ཏེ་ནང་བཞིན་གྱི་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་ལེའུ་གཉིས་དང་ར།

ཚོགས་གཙོ། ཚོགས་གཙོའི་ལས་ཚབ་ནས་གཙོ་སྐྱོང་གནང་དགོས། ཚོགས་གཙོ་ཁོ་རང་མེད་པ་ཡིན་ན་ཁོ་རང་གི་ལས་ཚབ་རེད་ཡང་ན་ཚོགས་གཙོ་གཞོན་པ་ཇོ་རུ་བ། Secretary། ལ་ཡོད་ལ་ད་ང་ཚོ་གི་དེ་འདྲའི་གྲོགས་པོ་གཅིག་ང་ཚོ་གི་ཁ་ཕྱོགས་རེད་ལ་ན་རྒན་གྱི་ཡོད་རེད། གྲོས་ཚོགས་ནང་གི་ལས་རིམ་གལ་ཆེ་བ་ནི། ད་གྲོས་ཚོགས་ཀྱི་ནང་ལོགས་ལ་ལས་ཀ་གལ་ཆེན་པོ་ཚོགས་འདུའི་ནང་ལོགས་ག་རེ་བྱེད་དགོས་རེད་ད། སྐད་ཆ་བཤད་ནས་བསྡད་དེ་འོག་རེད་མ་རེད་རེད་བ། འདི་ནང་ལོགས་ལ་ཁོང་ཚོས་ཀྱི་གལ་ཆེ་ཤོས་གཅིག་ག་རེ་བརྩི་དགོས་ལ་ན་དྲི་བ་དྲིས་ལན་བརྩི་དགོས་རེད་བ། ནི། དྲི་བ་དྲིས་ལན་འཕྲོད་པའི་གྲོས་བསྡུར། ར། ད་དྲི་བ་དྲིས་ལན། ད་འདི་དང་མཉམ་དུ་ནི་དྲི་བ་དྲིས་ལན་ནས་མ་ཡིན་པའི་གཞན་པ་ཀྱི་གྲོས་བསྡུར་དེ་འདྲ Discussion དེ་འདྲ་ཡོད་རེད་བ་དེ་ཚོ་ཁོང་ཚོས་མཁས་ཆེན་པོ་ཚོའི་སྐོར། ཚོགས་འདུའི་མཚམས་འཇོག་གྲོས་འཆར། ཨོ་རེད་སེ། ཨ་ནི་ག་རེ། ཚོགས་འདུ་དེ་ང་ཚོ་གི་ད་མཚམས་ལ་ན། མཐའ་མ་དེ་ལ།

དཔལ་འབྱོར་གྱི་ཆ་ནས་ཁོང་ཚོས་ཀྱི་ལས་ཀ་ག་རེ་ག་རེ་གང་གྲོས་བསྡུར་བྱེད་ཀྱི་ཡོད་ག་འདྲས་བྱུང་གི་ཡོད་ཚང་མ་གལ་ཆེན་པོ་བརྩི་དགོས་རེད་དངུལ་ག་བ་ལ་སྤྲོ་ཞག་ག་ནས་ཡོང་ཞག་ག་ནས་འགྲོ་གི་འདུག་ག་ནས་སླེབས་ཀྱི་འདུག་ལས་བྱེད་ཚང་མ་ལ་གལ་ཆེན་པོ་བརྩི་དགོས་རེད། ཨ་ནི། ལས་རིམ། རྣམ་གཞག་སོགས་ཡིན་ཟེར། དེ་ལས་ཀ་བྱེད་སྟངས་ཀྱི་ཆེད་ལུགས་སྦྱོར་བ་འོ་འདི་དག་ཚང་མ་ལ་ཁོང་ཚོས་ཀྱི། ཨ་ནི། ཚོགས་འདུའི་དེ་ནང་ལོགས་ལ་དཔེ་མི་སྲིད་པའི་གལ་ཆེན་པོ་བརྩི་གི་ཡོད་རེད། ལ་ད་དེ་རིང་འདི་ག་སང་བྱས་ར། ཨ་ནི། དེ་འདོད་ཡིག་འདི་ནང་གཙང་མ་རོ་ཆ་མེད་ན་ཨ་ནི་ང་ལ་སྐད་ཆ་དྲིས་ན་འགྲིག་གི་རེད།